ཕྱི་ཟླ་གསུམ་པའི་ཚེས་གསུམ་ཉིན་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་དབུ་བཞུགས་ཐོག་དབུས་གཙང་ལོ་རྒྱུས་ཀྱི་ཕྱག་དེབ་གསུམ་དབུ་འབྱེད་གནང་འདུག་ལོ་རྒྱུས་བཀོད་སྒྲིག་པ་དང་ཞིབ་འཇུག་པ་རྣམ་པས་དེབ་འདི་དག་ནི་ཡིག་རྙིང་མང་དག་གཞི་ལ་བཞག་སྟེ་བཀོད་སྒྲིག་བྱས་པའི་ཁུངས་ལྡན་ལོ་རྒྱུས་ཀྱི་དེབ་ཐེར་ཡིན་པ་འགྲེལ་བརྗོད་གནང་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པད་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་རྣ་བར་ཆེ་གསུང་གི་གལ་གནད་ཆེ་བའི། དགེ་སྦྱོང་གི་གནས་བབ། ཆོས་དང་རིག་གཞུང་ཆབ་སྲིད་དཔལ་འབྱོར་གང་ཐོབ་བྱས་པ་ཡིན། དེའི་ཐོག་མའི་འབྱུང་ཁུངས་སམ། ཡང་ན། ལས་གཞི་རབ་ཅིག་གང་ནས་གཞི་རྩ་བྱས་ནས་བཅིངས་སྣང་ཡ་རབས་དེ་དབུས་ནས་ཡོང་དགོས་ཡ་ཡིན་ཙང།

ནས་ད་ལྟ་ནས་བརྩིས་པའི་ལོ་བརྒྱ་ཕྲག་ཁ་ཤས་ཀྱི་རྗེས་ལ། འདི་དངོས་གནས་དོན་སྙིང་ལྡན་པའི་ཡིན་ཀྱོག་ཅིག་ཡིན་པ་དེ་ཕྱི་རབས་ཀྱི་མི་རབས་དེ་ཚོས་ད་ཡི་རང་བྱེད་ཐུབ་ཡ་ཆེ་དང་བེད་སྤྱོད་བཏང་ཐུབ་ཡ་ཆེ་ངེས་པར་འབྱུང་གི་རེད་བསམ་པའི་ངས་ཡིད་ཆེས་བྱེད་ཀྱི་ཡོད། དབུ་འབྱེད་དུ་མཛད་སྒོ་དེར་དབུས་གཙང་གི་ལོ་རྒྱུས་རྩོམ་སྒྲིག་ཚོགས་ཆུང་གི་ཚོགས་མི་རྣམ་པ་དང་ལོ་རྒྱུས་གཞི་བདག་པ་རྣམ་པ། སྤྱི་འཐུས་དང་ཞིང་ཨུའི་འབའ་ཅིག་མི་རེ་མང་པོ་གཟིགས་བཅར་ཡོད་པ་ཚོར་རྣམ་རྒྱལ་གྲྭ་ཚང་གི་ལྷོ་སྤྱི་ཐུབ་བསྟན་ཡར་འཕེར་ལགས་ཀྱིས་དབུས་གཙང་གི་ལོ་རྒྱུས་དེབ་ཆེད་དུ་ཞིབ་ཀློག་གམ་མྱོང་ཚོར་གྱི་སྐོར་ནས་འབྲེལ་བརྗོད་གནང་རྒྱུར། ང་ཚོ་དབུས་གཙང་ལོ་རྒྱུས་ཆེན་མོའི་དོན་དུ་གླེགས་བམ་དཀྱུས་མའི་བར་གསུམ་ཡང་ཁྱོན་བསྡོམས་དཔྱད་གཞིའི་གཅིག་ཁ་གྲངས་བརྒྱད་བརྒྱ་དགུ་བཅུ་གོ་གསུམ། ནོར་བུ་ནས་ཟུང་འབྲེལ་གནང་བཞག

བསྟེན་སྣ་ཤར་གྱི་ངོ་སྤྲོད་ཀྱིས་མཉམ་བཞག་གི་ལམ་ནས་ཕྱོགས་བསྒྲིགས་གནང་སྐར་ཆེ་བ་གི་འབོད་སྐུལ་གནང་གི་འདུག་ཅིང། དབུས་གཙང་ལོ་རྒྱུས་རྩོམ་སྒྲིག་གི་གཙོ་འགན་འབའ་གཙང་འཁྲིག་སྟོབས་ལགས་ཀྱིས་དབུས་གཙང་ལོ་རྒྱུས་སྟོད་ཆ་སྨད་ཁྱད་བར་ཆ་གསུམ་གྱི་ནང་དོན་སྙིང་བསྡུས་ངོ་སྤྲོད་གནང་རྒྱུར། གསུམ། སྟོད་ཆ་དེ་དབུས་གཙང་ལོ་རྒྱུས་སྤྱི་བཤད་ཟེར། སྤྱི་བཤད་དེའི་ནང་ལ་ད་ང་ཚོའི་ཡ་ཐོག་ཟེར་གོ་ར་ཀ་བ་ཡ་ཐོག་ཟེར་ན་ད་སྲིད་པ་ཆད་པ་ནས་རྒྱལ་འདོད་ཕོ་བྲང་གི་དུས་སྐབས་ཀྱི་སྲིད་དབང་རིམ་བྱུང་བྱས་ཡོད་རེད་བ། སྲིད་དབང་རིམ་བྱུང་གི་དུས་རིམ་འདི་ཡི་ནང་ལ་ཨ་ནི་དབུས་གཙང་ས་ཁུལ་གྱི་ཆབ་སྲིད་དཔལ་འབྱོར་རིག་གནས་དམག་དོན་སྒྱུ་རྩལ་དམངས་སྲོལ་དེ་ཚུད་ཀྱི་གནས་ཚུལ་ག་རེ་ག་རེ་ག་རེ་འགྲོ་ས་གནས་ཀྱི་ཇི་ཆིའི་གནས་ཚུལ་འབྱོར་བ་བོད་སྤྱི་ཡོངས་མ་ཡིན་པའི་ས་གནས་ཀྱི་གནས་ཚུལ་ག་རེ་ག་རེ་ག་རེ་འགྲོ་གི་འདུག་འདིའི་ཐོག་ལ་ང་ཚོས་རྩ་དོན་ལས་ཞུ་ཨ་ནི་བར་ཆ་དང་སྨད་ཆ་འདི་ནང་ལ་ད་དབུས་གཙང་ཆོལ་ཁོངས་ཀྱི་ཁྱབ་ཁོངས་ནང་གི་རྫོང་ལྔ་བཅུ་ང་དྲུག་གི་གཞི་རིམ་གྱི་གནས་ཚུལ་ཤོད་རོགས་དཔེ་བཞིན་ན་རྫོང་གི་མིང་ཐོགས་ཚུལ་དགའ་ལྡན་ཕོ་བྲང་སྐབས་སུ་རྫོང་གཞི་མང་པོ་ཤོད་རོགས་དེ་ཡི་རྫོང་གི་མིང་ཐོགས་ཚུལ་ས་བབ་ཆགས་ཚུལ་དང་དེ་ག་ནང་བཞིན་གྱི་ཐོན་ཁུངས་ག་རེ་ཡིན་པ་དང་དེ་ག་ནང་བཞིན་གྱི་རྫོང་ཁོ་རང་གི་ལོ་རྒྱུས་དང་ཁྲལ་འུ་ཁྲིམས་གནོད་བྱེད་དང་རི་ཆུ་ནགས་གསུམ་དང་སྲོག་ཆགས་སྐྱེ་དངོས་དང་གནའ་ཤུལ་དང་གྲགས་ཅན་མི་སྣ་དང་འོ་དེ་དུས་ཚོད་ཀྱི་གནས་ཚུལ་ག་རེ་ག་རེ་རེད་དེ་ཚོ་ང་ཚོས་མ་ཞིབ་ཚགས་ལོ་ཞིག་ཅིག་ངོ་སྤྲོད་དང་ཅིག་བྱས་ཡོད། དེབ་འཕྲང་གསུམ་གྱི་བདག་ཉིད་ཅན་དབུས་གཙང་ལོ་རྒྱུས་ཆེན་མོ་དེ་ནི་ལོ་ངོ་ལྔ་གི་རིང་ཨབ་སཱ་ར་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་ཆེན་པོ་གཙང་ཕྲུག་སྟོབས་ལགས་ཀྱིས་གཙོ་འགན་འཁུར་ཏེ་དབུས་གཙང་ལོ་རྒྱུས་རྩོམ་སྒྲིག་ཚོགས་ཆུང་གི་ཐོག་ནས་རྩོམ་སྒྲིག་གདབ། དབུས་གཙང་གི་ཤེས་ཡོན་འབབ་ཁག་ཅིག་ནས་བཞུགས་སྟག་རྡ་ཞིབ་ཀློག་ཅེས་གནང་བ། དབུས་གཙང་སྤྱི་ཁྱབ་རྒྱུན་ལས་ཁང་གི་འབྲེལ་དཔེར་བདག་དབང་བཅས་བཞེས་ཡོད་པ་མ་ཟད། དཔེ་དེབ་དཔར་སྐྲུན་གྱི་འགྲོ་སོང་ཆ་ཚང་སྨན་པ་སྐལ་བཟང་དོན་ལྡན་དང་སྨན་པ་བློ་བཟང་ལགས་གཉིས་ནས་མནར་གཏོང་གནང་ཡོད་པས་ཁོང་ཚོ་ཚང་མ་ལ་ཐུགས་རྗེ་ལེགས་འབུལ་གྱི་ཕྱག་རྟགས་ཀྱང་གནང་སོང། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཟླ་དཔལ་བ་དོན་ཡོད་གཉིས་ཀ་ཡིན།